བཀྲ་ཤིས་བདེ་ལེགས་ད་དེ་རིང་ངའི་ངོ་དེབ་གཟིགས་མཁན་ཚང་མ་ལ་འཚམས་འདྲི་ཞུ་གི་ཡིན

ཟླ་བ་གཉིས་ཚེ་ཞིང་འགྲོ་གི་འདུག་ད་ནི་དེའི་བརྒྱུད་རིམ་དེ་ལ་ང་རང་གི་བསམ་བློ་ལ་ད་མི་མང་པོ་ཞིག་གིས་འབྲེལ་བ་ཆགས་བསྡད་དུས་ལ་ཨ་ནི་མི་མང་པོ་ཅིག་གིས་ཁོ་རང་ལ་དེ་གནང་གི་རེད་བསམ་སོང་སྐབས་རེ་གནས་ཚུལ་མང་པོ་ཅིག་དང་འབྲེལ་བ་ཆགས་བསྡད་དུས་ལ་ཁོ་ཚོས་འགྱོད་བཤགས་དང་དེ་འདྲས་ཀྱི་ཐོག་ནས་ཨ་ནི། ད་ཁོ་རང་ལ་གདུང་སེམས་མཉམ་སྐྱེད་དེ་འདྲ་ཡོང་གི་རེད་བསམ་སོང་ད་ཡིན་ནའི་དེ་འདྲས་གང་ཡང་བྱུང་མ་སོང། ད་ཁོ་རང་ལ་གར་སོགས་རོ་ཡ་གལ་ཆེ་ཤོས་དེ་ཨ་ནི་ཁོ་རང་གི་ཨ་ནི་འཐབ་གྲོགས་གཅིག་པ་ཨ་ནི་བཙོན་ཟུར་གཅིག་པ་དེ་ཁ་ཤས་ཅིག་གིས་ད་ཁོ་རང་ཚོ་ཧུར་ཐག་བར་ཐག་གནང་ཆེད་ཨ་ནི། ཚེ་དང་དེ་ཚོ་ཚང་མ་ཡག་པོ་ཞེ་དྲག་ཁོ་རང་ཚོ་གིས་འདི་གནང་སོང་ཨ་ནི་དེ་ལ་ཐུགས་རྗེ་ཆེ་ཞུ་བས་ཡིན། ད་དེ་རིང་ངས་ཐུགས་ངེས་འདི་ལ་ཨ་ནི་ངའི་གི་སྐད་ཆ་གི་ཚིག་ཡག་ལུས་ལ་མ་བལྟས་པ་ལ་དོན་གི་སྙིང་པོ་ག་རེ་བཤད་འདོད་པ་འདི་ཨ་ནི་རྣམ་པ་ཚོགས་ཀྱི་འདི་ཐོག་ལ་དོ་སྣང་གནང་རོགས་གནང་ཞུ་གི་ཡིན། དེ་རིང་ངས་ག་རེ། གཙོ་ཆེ་ཤོས་དེ་ད་ལྟ་བྱ་དོར་ཕུན་ཚོགས་དབང་ཕྱུག་ཟེར་གི་གང་ཟག་འདི་ག་རེད་ཟེར་དུས་གཙོ་ཆེ་ཤོས་ང་ཚོས་ངོས་འཛིན་ཡག་པོ་བྱེད་མ་ཐུབ་པའི་རྐྱེན་གྱིས་ཨ་ནི་གནས་ཚུལ་འདི་འདྲས་ཁོ་རང་དེ་འདྲས་ཀྱི་དཀའ་ངལ་མང་པོ་ཞུ་ཅིག་འཕྲད་པ་རེད་ཐོག་མར་དེ་ལ་ཁོ་རང་བོད་ནང་ལ་བསྡད་དུས། ཨཱ་ནི། ཁོ་རང་དྲང་བདེན་གྱི་སྐྱེ་བོ་དམ་པ་ཅིག་ཡིན་དུས་ལ། ཨཱ་ནི། རྒྱ་ནག་གི་སྲིད་བྱུས་ཐོག་ལ་ཁོ་རང་གི་ངོས་ཁུར་དང་དེ་འདྲས་གནང་བྱས་ནས་ཨཱ་ནི་བཙོན་ཁང་ལ་ཚུད་བཙོན་ཁང་ལ་དངོས་གནས་དྲང་གནས་ཀྱི་སྡུག་པོ་བས་ཏེ་མི་ཡུལ་ལ་ང་རང་ཚོ་ནམ་རྒྱུན་བཤད་དགོས་པ། སྡུག་པོ་མི་ཡུལ་ལ་མེད་པ་ཉེན་ཁམས་ལ་མེད་པ་དེ་འདྲས་ཀྱི་དཀའ་ངལ་དེ་འདྲས་རབ་དང་རིམ་པ་ཉེས་དག་མང་པོ་བསད་ཨཱ་ནི་དེ་ཙམ་མ་བསད་བས་ཏེ། ཁོ་རང་ང་ལ་ཐོག་མར་ཐུག་དུས་ལ། ཁོ་རང་གིས་ང་ལ་གསུངས་མྱོང་ཡོད། བཙོན་ཁང་ནང་ལ་ཐེངས་ལྔ། གཉིས་གསུམ་དེ་འདྲས་ཁོ་རང་ཤི་ཡས་ཀྱི་ཐབས་ཤེས་བྱས་བཞག། དེ་ནི་ཡིན་ནས་ཡང་ཨ་ནེ་ཁོ་ཚོ་སྐྱོབ་བྱས་ནས་དེ་འདྲས་ཁོ་རང། ཤེས་རྒྱུ་མི་འདུག་ཨ། ཨ་འདི་འདྲས་ཀྱི་གནས་སྟངས་ཅིག་རེད། ཨ་ནི་བཀྲ་ཤིས་བདེ་ལེགས་དང་མི་གཉིས་བརྩེ་ལེགས་སོ་ཨ་ནི་རྣམ་པ་ཚོགས་ཀྱི་སྐུ་ཅིག། ཨ་ངས་སྐད་ཆ་བཤད་ཀྱི་དེ་ལ་ཨ་ནི་དྲི་བ་ཡོད་ན་བྱུང་ན་བོད་ཡིག་ག་ལ་འབྲི་ཤག་རོགས་གནང་གལ་སྲིད་དབྱིན་ཇི་ཡོད་པ་ཡིན་ན་ཨ་ནི་ང་གི་ལི་ཅན་ནི་སང་ཉིན་ན་ཉིན་ཡང་ང་རྣམ་པ་ཚོ་ལ་འདི་བྱེད་ཡས་ཡིན། འབྲེལ་བཤད་རྒྱག་ཡས་ཡིན། འོ་དེ་ཡིན། ཨ་ནི་ད་ངས་དེ་ནས་མར་མུ་མཐུད་ནས་འགྲོ་ཡས་འདི་ལ། ཕུན་ཚོགས་དབང་ཕྱུག་དམག་ས་མདུན་མར་ནས་འཐབ་འཛིང་བྱས་ནི། ཨ་ནི་ད། མཐའ་མ་དེ་ལ་བཙོན་ཁང་ནང་ནས་གློད་གྲོལ་ཐོབ་པའི་རྗེས་ནས་བྱས་ད་ག་ལི་ག་ལི་གཉན་གྱི་ཕྱོགས་ལ་ཕེབས་པ་རེད། ཁོ་རང་ཐོག་མར་བལ་ཡུལ་སླེབས་པའི་སྐབས་དེ་ལ་ག་རེ་ཡོད་རེད་ཟེར་ན། ད་ལྟའི་ལ་ང་རང་ཚོ་གི་སྐྱོབ་གསོ་བྱེད་སྐྱབས་མགོན ྋགོང་ས་སྐུ་མགྲོན་བཅུ་བཞི་པ་མཆོག་གིས་ཨ་ནི་ད་ལྟའི་ལ་སྒྲིག་འཛུགས་ཕུལ་དུ་བྱུང་བའི་སྒྲིག་འཛུགས་ཤིག་བཙུགས་བྱས་ནས་འཛམ་གླིང་ཀུན་ལ་ད་ཅིག་རླབས་ཆེན་གྱི་སྐྱེ་བོ་དམ་པོ་དེ་འདྲས་ཅིག་ཞུ་བའི་རྐྱེན་གྱིས་ཁོ་ཚོའི་གི་བློས་གཏད་བཅས་ས་དེ་ལ་ད་དེའི་ནང་དུ། ཁོ་རང་དེའི་པང་དུ་སླེབས་སུ་བསམ་པའི་གི་ཚོར་སྣང་ཅིག་ལས་ནི་བེད་དེ། ཅིག་སེམས་ཁམས་ལ་བས་ཧ་ལམ་བདེ་བ་འགྲོ་རྒྱུ་ཐོབ་པ་རེད་བལ་ཡུལ་ཕེབས་པའི་སྐབས་ལ་ཁོ་རང། དེ་འདྲའི་གི་བརྙན་གི་ཕྱོགས་ལ་ཕེབས་ནི་ད་འདུག་ཟེར་རིམ་པས་རིམ་པས་རྡ་རམ་ས་ཕེབས་རྡ་རམ་ས་ལ་ཨ་ནི་སྐུ་མདུན་གི་མཇལ་ཁ་དེ་ཚོ་ཞུས་སྐབས་དེ་དུས་ལ། ཁོ་རང་ཐོག་མར་མཇལ་ཁ་འགྲོ་དུས་ལ་རྒྱ་མི་བཙོན་ཁང་ནང་ལ་ཉལ་སྟངས་དཔེ་དེབ་ཞེ་བོ་ཅིག་བཏང་ནས་རྐང་པ་གཡས་མ་ལ་དེ་གློག་རྒྱུག་བཙུགས་ནས་རྨ་ཆགས་ནས་ཨ་ནི་སྐུ་མདུན་གྱི་སྐབས་དེ་དུས་ལ་ཕྱག་མི་བུན་ལ་འགྲིག་གི་འདུག་བྱས་ནས་ཁོ་རང་ཕྱག་ཡང་ཕུལ་མི་འདུག་པ་དེ་འདྲའི་གི་གནས་སྟངས་དེ་འདྲ་བྱུང་ཡོད་རེད། ད་ཁོ་རང་ཕྱག་ཕུལ་མི་ཐུབ་པའི་གནས་སྟངས་བྱུང་བྱས་ནས་ཨ་ནི་རྡ་རམ་སར་ཕེབས། ད་རྡ་རམ་ས་ལ་ད་ང་ཚོ་ཆབ་སྲིད་བཙོན་ཟུར་ཡོངས་སུ་རྫོགས་པའི་ང་རང་ཚོ་བཙན་བྱོལ་སྒྲིག་འཛུགས་འདི་ལ་དངོས་གནས་དྲང་གནས་ཀྱི་བློས་གཏད་ཡིད་ཆེས་བས་ཏེ་དེ་འབྲེལ་གྱི་ཐོག་ནས་བི་ཀའི་ད་གདོང་མཆོངས་བྱས་བྱས་ནས་རྒྱ་མིའི་མེ་མདའ་དང་འདྲེ། དེ་སྐད་ཀྱི་མདུན་ལ་ཕྱོགས་ནས་ཁོ་ཚོས་དཀའ་ལས་རྒྱོབ་རེ་བ། འདི་ཡིན་དུས་ང་རྡ་རམ་ས་ལ་ཕེབས་ནས་ཨ་ནེ་ཁོ་རང་ལ་ད་ག་རེ་བྱུང་ཡོད་རེད་ཟེར་ཏེ་རྒྱུ་མཚན་དེ་རེད་ད་ཆབ་སྲིད་བཙོན་ཟུར་དེའི་གི་གནས་སྟངས་དེ། རྡ་རམ་ས་ལ་ཕེབས་ནས་ཨ་ནེ་ཁོ་རང་གིས་ད་འདི་བྱས་པ་རེད། རྡ་རམ་ས་ལ་ཕེབས་པའི་གི་བརྒྱུད་རིམ་ནང་ནས་ད། དགུ་བཅུ་གསུམ་ཚོགས་པས་ཀྱིས་དྲུང་ཆེ་གནང་བ་རེད། ཆབ་སྲིད་བཙོན་ཟུར་ཡོངས་སུ་རྫོགས་པ་ལ་འབྲེལ་བ་ཡག་པོ་བྱ་ཡས། དེ་འདྲས་གང་ཅིའི་ཐད་ལ་ཡག་པོ་ཞི་དྲག་བྱུང་ཡོད་རེད། ད་ཡིན་པ་ཡིན་ནས་ད་རྐྱེན་སེལ་འགྲོ་དེ་འདྲས་ཅིག་འཕྲད་པ་རེད། ཧོར་གཙང་འཇིགས་མེད་གཙོ་བོ་བྱས་པས་ཀྱིས། ཨ་ནི། ཅིག། མདོ་སྨད་ཕྱོགས་ནས་རྩོམ་པ་པོ་དང་ཚོགས་ཆུང་བཟོ་འགྲོ་ཅིག་གིས་དེ་འབྲེལ་གྱི་གནས་སྟངས་ཐོག་ནས་ཨ་ནི་དེབ་གསུམ་རྩོམ་པ་རེད་ཁོ་ཚོས། དེབ་གསུམ་ནང་ལོགས་ལ། དེབ། དེ་སྐད་ཀྱི་མིང་གར་གར་རེད་ཟེར་ན་གཅིག་དེ། འདི་རེད། དྲང་བདེན་གྱི་ཕོང་བའི་སློང་མོ་བ་ཟེར་དེ་གཅིག་རེད།

དེ་བྱུང་དུས་ལ་ད་དེ་དྲང་བདེན་མེད་པས་ཀྱི། དེའི་ནང་ལ་གནས་ཚུལ་མང་པོ་ཞིབ་ཅིག་བཀོད་བཞག་བ་རེད། གནས་ཚུལ་དཔེ་མང་པོ་བཀོད་བཞག་དུས་ལ་ཨ་ནི་ཁོ་ཕན་ཚུན་དབང་ཕྱུག་ཟེར་དེ་དྲང་བདེན་གྱི་ཆེད་དུ་བས་ཏེ། ཤག་འདེད་མཁན་གྱི་སྐྱེ་བོ་ཅིག་ཡིན་དུས་ལ་ཁོ་རང་གི། བསམ་ལུས་ནང་ལ་ཁོ་རང་ལྟ་ཅིག། སྐྱབས་མགོན་རིན་པོ་ཆེ་ཀྱིས་ཨ་ནེ་བཙུགས་བཞག་པའི་གི་སྒྲིག་འཛུགས་འདིའི་ནང་ལ་ད་དམངས་གཙོ་དང་དྲང་བདེན་ཡང་དག་པ་ཅིག་འགྲོ་གི་ཡོད་པ་ལྷག་པར་དུ་སྐྱབས་མགོན་རིན་པོ་ཆེ་འཛམ་གླིང་ཁྱོན་ཡོངས་ལ་ཨ་ནེ་རླབས་ཆེན་གྱི་སྐྱེས་བུ་དམ་པོ་ཅིག་ཡིན་དུས་ལ་སྐྱེས་བུ་དམ་པོ་འདིའི་གི་རླབས་ཆེན་གྱི་བསླབ་བྱའི་འོག་ལ་འཚར་ལོངས་བྱུང་བའི་གི་མི་རྣམས་དྲང་ཤག་ཡོད་ཤག་ཤག་ཅན་ཁོ་རང་དེ་འདྲའི་གི་བསམ་བློ་ཅིག་ཡོད་རེད།

ད་ཅི། དགའ་ལྡན་ཕོ་བྲང་ཁྱབ་ཁོངས་ལ་བཞུགས་ངེས་ཅིག་དམ་པ་དབུས་གཙང་ཆོས་ཀྱི་ལྷ་ལྷ་སར་བཞུགས་ངེས་འདི་ད་རྦད་དེ་མིན་དམ་རྦད་དེ་མི་ཤེས་དེ་འདྲས་མེད་པས་ཀྱི་ད་དེ་འདྲས་ཀྱི་རྩོམ་མང་པོ་ཅིག་ཐོན་པ་རེད། དེ་འདྲས་ཅིག་མཐོང་ཡོང་དུས་ལ་ཕིན་ཚོགས་དབང་ཕྱུག་ཁོ་རང། དྲང་བདེན་དགའ་ལ། རྦད་དེ། ཕུལ་དུ་བྱུང་བའི་གི་རྟ་དེ་གདོང་ལེན་གནང་ངེས་ཅིག་ཡིན་དུས་ལ། ཨ་ནི་ཁོ་རང་གི་རྟ་འདེབས་དོན་ཚུལ་གྱི་ཆེད་དུ་དགག་ཞག་གི་དེབ་འགྲོ། དེབ་ཟེར་ལས་རྩོམ་འགྲོ་ཅིག་རྒྱུ་ནི། སྲིན་བྱ་ཧོར་གཙང་འཇིམ་མི་སེར་རྡ་རམ་ས་ལའི་གི་སྲིན་བྱ་ཧོར་གཙང་འཇིམ་མི་སེར་གྱིས་ཨ་ནི་ཤོག་ལོ་ཆུང་ཆུང་འདི་འདྲས་ཅིག་བྱས་པ། ཤོག་གྲངས་ཁ་ཤས་ཅིག་ཡོད་པ། དེབ་གཟུགས་རང་མ་རེད། དེ་འདྲས་ཅིག་རྩོམ་གྱིས་རྒྱོབ་ནི་ཨ་ནི་དུས་བབ་ཀྱི་ཚགས་ཤོག་ལ་བསྐུར་རོགས། དེ་འདྲས་ཅིག་རེ་བ་རྒྱོབ་ནི་དུས་བབ་ཚགས་ཤོག་ནས་བསྐུར་ཡོད་མ་རེད། ཡིན་པ་ཡིན་ནས་ཁོ་རང་གིས་ཨ་ནི། ད་དེ་དེབ་གཟུགས་མིན་པ་དེ་བཀྲམས་རེད་བཀྲམས་དུས་ལ། ད་ག་རེ་བྱས་པ་རེད་ད་དེའི་གནས་སྟངས་དེ་ག་འདྲས་ཅིག་ཆགས་པ་རེད། ད་ཕན་ཚུན་དབང་ཆུ་རྦད་དེ་ཁོ་རང་ད་བསགས་ཆགས་མུ་ཅུག་རེད་ད་གང་བྱས།

རྒྱུན་རིང་པོ་ཞིབ་པོ་ཅིག་གིས་བྱས་ནས་ད་གནས་ཚུལ་འདི་སྐད་བྱུང་ཙང་བྱུང་བས་ཀྱི་བྱས་ལ་ཁོ་ཚོས་ད་སྤྱི་ཚོགས་ཁག་རྡ་རམ་ས་ལ་གི་ས་ཆ་ཆུང་ཆུང་དེའི་སྒང་ལ་ཁོ་ཚོས་སྤྱི་ཚོགས་ནང་ལ་ལབ་གླེང་བཟོས་དང་མི་བཟོས་བཟོས་ནི་ཨ་ནི་ཕིན་ཚོགས་དབང་ཕྱུག་གི་སྐུ་མདུན་ལ་ཕྱག་འཚལ་མ་སོང་ད་ཁོ་རྦད་དེ། དད་པ་ཡོད་མ་རེད་ཟེར་ཚིག་དེ་འདྲས་ཀྱི་བེད་སྤྱོད་བྱས་ནས་ཨ་ནེ་ཕུན་ཚོགས་དབང་ཕྱུག་ལ་ཕུན་ཚོགས་དབང་ཕྱུག་གི་སེམས་པའི་ནང་ལ་སྐུ་མདུན་ཟེར་ད་ལྟ་ང་རང་ཚོ་གི་ད་ལྟ་ང་རང་ཚོ་གི་སྐུ་མདུན་སྐྱབས་མགོན་རིན་པོ་ཆེ་ལ་དད་པ་ད་རྦད་དེ། ཁོ་རང་སེམས་ནང་ལོགས་ལ་རྦད་དེ་ཉི་མ་ལྟ་བུ་དང་ཁོ་རང་གི་སྐྱབས་དང་མགོན་མཆོད་སྲེད་ཀྱི་སེམས་ཁའི་ནང་ལ་དེ་ག་ཚེ་གཅིག་ཁོ་རང་དེ་ཡོད་རེད། ཡིད་ཆེས་དང་བློས་བཀལ། ཁོ་རང་ལ་གུས་བཀུར་དེ་ཚོ་ཚད་ལས་བརྒལ་བ་ཡོད་རེད། དེ་ཡིན་པའི་རྐྱེན་གྱིས་ཁོ་ཚོས་ད་ཧོར་ཚང་འཇིགས་མེད་དང་ཁོ་ཚོའི་གྲས་ཀྱི་རྦད་དེ་སྡིག་པ་མིག་བཙུམ་གྱིས་སྐྱབས་མགོན་རིན་པོ་ཆེ་ལ་དད་པ་མི་འདུག་ཟེར་ཁོ་དད་པ་ཡོད་མ་རེད་ཟེར་ཚིག་འདི་བཀྲམ་བྱས་ནས་སྐུ་མདུན་ལ་ཕྱག་ཕུལ་ཡོད་མ་རེད་ཟེར་འདི་འདྲས་ཀྱི་ཚིག་འདི་བཀྲམ་བྱས་ནས་དེ་ནི་ཁོ་རྦད་དེ་དཀའ་ངལ་འདི་འདྲའི་ནང་ལྷུང་འཇུག་བཞག་རེད་ད། ཁོ་རྦད་དེ་གྲོགས་མེད་ཁེར་རྐྱང་བཞག་ཡས་ཀྱི་བསམ་བློ་འདི་འདྲས་ཀྱི་བསམ་བློ་འདི་འདྲ་ཁེར་བྱས་ནས་ཨ་ནི་ཁོ་ཚོས་སྤྱི་ཚོགས་ནང་ལོག་ལབ་གླེང་བཟོས་སྤྱི་ཚོགས་ཁྱོན་ཡོངས་ནས་ཁོ་ཁོ་ལ་སྤྱི་ཚོགས་ད་རྡ་རམ་ས་ལ་མི་མང་པོ་ཅིག་གིས་ཁོ་ཨ་ཕིན་ཚོགས་འོང་འཇུག་ཟེར་ནས་སྐུ་མདུན་ལ་དད་པ་ཡོད་མ་རེད་ཟེར་སྤྱི་ཚོགས་ནང་ལབ་གླེང་དེ་འདྲས་བཟོས་པ་རེད། ད་ཕན་ཚུན་དབང་ཕྱུག་གི་སེམས་ནང་ལ་ད་དེ་ལས་གནོད་སྐྱོན་ཆེ་གཅིག་བྱུང་ཡོད་མ་རེད་ད་ཀྱང་ཁོ་རང་གི་སེམས་པའི་ནང་ནས་ད་ཡོད་ན་མེད་ན་དེ་གི་མཚན་ཐོག་ནས་ཁོ་ལ་རྒྱུག་པ་ལས་རྒྱུག་པ་དེ་འདྲས་ཅིག་ཕོག་ཡོད་བསམ་པའི་བསམ་པའི་ཡུལ་ཡོད་མ་རེད་ག་རེད་ཟེར་ན། སྐྱབས་མགོན་རིན་པོ་ཆེ་མཚན་འོག་ལ་བཞུགས་མཁན་དེ་ཚོ་སྐྱབས་མགོན་རིན་པོ་ཆེ་གི་བསླབ་བྱ་ཅིག་ཐོབ་ཅིང་བསླབ་བྱ་བཟང་པོ་དེ་འདྲས་ཐོབ་ནས་དཔེ་དྲང་བདེན་གྱི་སྐྱེ་བོ་ཡིན་པ་ཅིག་ལ་ངོས་འཛིན་བྱེད་དགོས་པར་ཁོ་རང་གི། ད་ཡིན་ནས་ཁོ་ཚོས་སྡིག་པ་མིག་བཙུམ་གྱིས་རྦད་དེ་ཕུན་ཚོགས་ཨང་ཆུ་སྒར་ལ་འདུག་བསམ་ནས་སྐུ་མདུན་ལ་དད་པ་མེད་པའི་གྱི་ཉེས་མིང་ཅིག་གཡོག་བྱས་ནས་ཨ་ནི་ཁོ་རྦད་རྡ་རམ་ས་ལ་ས་ཆ་མོ་འཇུག་རེད་ད། དེ་འདྲའི་གྱི་སྡུག་བསྔལ་ཅིག། ད་རྒྱལ་སྤྱིའི་གྱི་དཔའ་བོ་དེ་འདྲས་ཅིག་རྒྱལ་མིའི་གྱི་མེ་མདའ་དང་མཚོན་ཆའི་འོག་ལ། འཐབ་རྩོད་ད་ག་ཚེ་བྱས་ནས་ཡོང་ནས་རྡ་རམ་ས་སླེ་བས་ཀྱི་བརྒྱུད་རིམ་ནི་རྡ་རམ་ས་ནས་ཁོ་ལ་ད་འདི་ཁོའི་དྲང་བདེན་གྱི་གནས་ཚུལ་ཁ་ཤས་ཅིག་གི་ཆེད་དུ་ལངས་བས་ཀྱི་ཉེས་ལེན་ཉེས་པ་དེ་འདྲས་ཅིག་ཕོག་རེད་ད་ཁོ་ལ་ད་སྐབས་དེ་དུས་ལ་ཁོ་ཅག་གི་གོས་ཅིག་གྱོན་ཁོ་རའི་གོས་ཀྱི་མདུན་དེ་ལ་ལྕགས་ཕུ་རང་འཇགས་ཅིག་བཟོས་ཅན་ད་དེ་འདྲས་ཅིག་གི་ནང་ལ་དེད་པའི་སྐབས་ལ། དངོས་གནས་དྲང་གནས་ཀྱི། བཙན་བྱོལ་སྒྲིག་འཛུགས་ལ་ཡོད་པའི་གི་བདེ་སྲུང་ལྷན་ཁང་གི་ད་ལྟ་སྐུ་ངོ་དངོས་གྲུབ་ལགས་དེའི་སྐབས་དེ་ལོ་དྲུང་ཆེ་རེད་ཨ་ནི་ད་ལྟ་སྐུ་མཁར་བཀྲ་ཤིས་ལགས་དང་ཁོང་ཚོ་མང་གཅིག་ཡོད་རེད་མང་པོ་ཅིག་ཡོད་རེད་ད་རྒྱུས་ངོ་ཡིན་ཕིན་ཚོ་ཨོང་ཆུ་རྒྱུས་ངོ་ཡིན་ཕིན་ཚོ་ཨོང་ཆུ་ཆབ་སྲིད་བཙོན་པ་ངོ་མ་ཡིན་པ་དེ་འདྲའི་གི་གནས་སྟངས་ཅིག་ཡིན་པ་ཡིན་ན་ཁོང་ཚོ་བསམ་པའི་པའི་ངོ་གཏོགས་གཏོགས་གཏོགས་བྱས་ནི་དེ་དེབ་རེད་ད་བད་དེ་ཡོད་ནི་ལས་ཀ་དེ་ནས། འདི་འདྲའི་གི་གཡོལ་བའི་གི་བརྒྱུད་རིམ་ནས། ཆབ་སྲིད་བཙོན་ཟུར་ཅིག་རྡ་རམ་ས་ལ་དངོས་གནས་དྲང་གནས་གི་ས་ཆ་མོ་བྱུང། ད་ཁོ་རང་དཀའ་ངལ་འདི་སྐད་གི་ནང་ནས་ད་མཐའ་མ་དེ་ལ་འུ་ཐུག་ཅན་བདེན་ཨ་རིལ་གྲོས་མགོ་ཆགས་རེད། ཕུན་ཚོགས་ཨང་ཅུ་ལགས། ཕུན་ཚོགས་ཨང་ཅུ་ལགས་གི་ཡིག་ཆ་སོ་ཡས་ནས་དཀའ་ངལ་སོས་རེད་ད་མཐའ་མ་ལ། ཕུན་ཚོགས་མཇུག་གི་རྟགས་གཅིག་ཨར་སིའི་བཟོ་ཡ་ཡིན་ན་ཕུན་ཚོགས་མཇུག་ཙམ་མ་བཙལ་ཨ་ནི་ཆབ་སྲིད་བཙོན་ཟུར་མང་པོ་ཅིག་ལ་དཀའ་ངལ་འདི་འཕྲད་མེད་གར་མཇལ་ཟེར་ན་རྟགས་རྣམ་པ་ཚོ་ངས་སྐད་ཆ་བཤད་པ་ལ་མ་འོངས་པ་ལ་ཡིད་ཆེས་མེད་ངེས་མང་པོ་ཅིག་ཡོད་སྲིད་ཀྱི་རེད་ཡིད་ཆེས་མེད་པ་ཡིན་ན་ཁྱེད་རྣམ་པས་ཡིན་གཅིག་ད་ལྟ་རམ་ས་ནས། ཆབ་སྲིད་བཙོན་ཟུར་དྲུག་དུས་མཇུག་རྡེ་ར་རྡུང་ལ་ཨར་སི་སོག་ལ་ཕྱིན་པ་རེད། དེ་སུ་ཚ་ཕྱིན་པ་རེད་ཟེར་ན་ད་ལྟ་ང་རང་ཚོ་ལྷ་རྒྱ་རིགས་ཚང་གི་ལྷ་རྒྱ་རིགས་ཀྱི་ལྷ་ལྕམ་སྐུ་ཤོག་ད་ལྟ་ཨ་རིས་བཞུགས་བསྡད་ཡོད་རེད་ཁོ་རང་ལ་སྐད་ཆ་དྲིས་ནས་འདྲི་གི་ཡོད་རེད་ལ་ལྷ་རྒྱ་རིགས་ལྷ་རྒྱ་རིགས་ཀྱི་སད་མི་སྐུ་ཤོག་ད་ལྟ་བོད་མི་མང་གི་སྤྱི་འཐུས་ལྷན་ཚོགས་ནང་ཡོད་རེད་རྣམ་པ་ཚོགས་ཀྱི་དེ་ལ་བཀའ་འདྲི་ཞུས་ནས་ཞུ་ཡས་ཡོད་རེད། འདི་འདྲས་གསུངས་ཙང། ཨ་ནི་ང་ཚོའི་གི་བཙན་བྱོལ་གི་སྤྱི་ཚོགས་འདིའི་ནང་ལ་ཐབས་སྐྱོ་ཤོས་དེ་ག་རེ་རེད་ཟེར་བ་ཡིན་ན་དྲང་བདེན་དེ་མེད་པའི་རྐྱེན་གྱིས་དཔེ་མི་སྲིད་ཀྱི་དཀའ་ངལ་ཅིག་འཕྲད་ཡོང་གི་རེད་ད་ཆབ་སྲིད་བཙོན་ཟུར་ཡོངས་སུ་རྫོགས་པ་ག་རེད་ཟེར་ན་བཙན་བྱོལ་སྤྱི་ཚོགས་གི་སྒྲིག་གཞིའི་སྒྲོམ་གཞི་ཁུ་རོལ་གང་ལ་ཁོ་རང་ཆབ་སྲིད་བཙོན་ཟུར་ག་ལ་དམིགས་བསལ་གྱི་ལྟ་རྟོག་མེད་པ་ཅིག་བྱས་འདི་ཙམ་མ་མཛད་པའི་ཆབ་སྲིད་བཙོན་ཟུར་ག་ལ། རྒྱུས་མངའ་དེ་ཙམ་མེད་པ་རྐྱང་རྐྱང་ཆགས་ནས་ལས་ཀྱི་སྣེ་མོ་ཞུགས་མཁན་ཚང་མ། དེས་རྐྱེན་པས་ཆབ་སྲིད་བཙོན་ཟུར་མང་པོ་ཅིག་ལ་དཀའ་ལས་ད་ག་རང་བྱུང་པ་རེད་དང་མདོག་མང་པོ་ཅིག་གིས་དེ་འདྲའི་སྣང་བ་སྐྱིད་པོ་ལབ་ཀྱི་འདུག་སྔོན་བཙན་བྱོལ་སྒྲིག་འཛུགས་ཀྱིས་ཆབ་སྲིད་བཙོན་ཟུར་དེ་ཚོ་ལ་དཔེ་ཡག་པོ་བྱས་ཤག་རེད། ཨོསྟྲེ་ལི་ཡ་ལ་དམིགས་བསལ་གྱི་འགྲོ་ཡས་དེ་འདྲས་བཟོས་ཡོད་རེད། དེ་འདྲས་ཀྱི་སྐད་ཆ་བཤད་ཀྱི་འདུག་བ། པའི་ཐབས་སྐྱོ་བོ་ཐོབ་འདུག་ངས་ཆབ་སྲིད་བཙོན་ཟུར་གྱི་ཁོ་ཚོའི་གི་དམིགས་ཡུལ་འདི་མ་རེད་ཁོ་ཚོའི་གི་ཕུགས་བསམ་འདི་མ་རེད། ཁོ་ཚོའི་གི་ཕུགས་བསམ་འདི་ཕི་ནས་ཁོ་ཚོས་ང་ཚོ་བཙན་བྱོལ་ལ་ཡོད་པ་བྲག་རི་ལྟ་བུའི་གི་སྒྲིག་འཛུགས་ཅིག་ང་ཚོའི་རྒྱུབ་ལ་ཡོད་ཨ་བསམ་ནས་རྒྱ་ནག་གུང་ཁྲན་ཏང་ལ་ཁ་བསྟི་བྱ་རེད་བ་རེད། ཚུར་ལ་གླེང་ནས་ཁོ་ཚོ་ལ་གུས་བཀུར་ཆེ་ཤོས་འདི་ག་རེ་རེད་ཟེར་ན་དམིགས་བསལ་གི་སྒྲིག་འཛུགས་ཅིག་བཟོས་བྱས་ནས་ཁོ་ཚོ་མཉམ་དུ་ཡང་དག་པའི་དམིགས་ཡུལ་ཡོད་པའི་ཀྱི་ཐོག་ནས་རྒྱ་ནག་གུང་ཁྲན་ཏང་ལ་མུ་མཐུད་ནས་ཁ་བྲལ་བྱ་ཡས་ཀྱི་སྒྲིག་འཛུགས་གཅིག་དགོས་གོ་རེད་ད་དེ་ཡོད་མ་རེད་བཙན་བྱོལ་སྒྲིག་སྤྱི་ཚོགས་ལ་སྒྲིག་གཞི་ནི་བཙན་བྱོལ་སྤྱི་ཚོགས་ཀྱི་སྒྲོམ་གཞིའི་ནང་ལོགས་ལ་ཆབ་སྲིད་བཙོན་ཟུར་འབྲེལ་ཡོད་འབྲེལ་ཆགས་ཚང་མ་ལ་ལྟ་གཅིག་ལྟ་སྟངས་གཅིག་པ་དང་ངོ་བོ་གཅིག་པའི་ཐོག་ནས། ཨ་ནི Australia ལ་ལྟ་མཁན་གྱི་ཐབས་ལམ་ཅིག་བསྐྲུན་པ་ཙམ་གྱིས་རེད། འདིས་ཉིན་རེའི་འཚོ་བ་ལ་ད་ཕན་ཐོགས་ཏིང་ཚེ་ཅིག་ཡོད་པ་ཙམ་གྱིས་མ་གཏོགས་ཁོ་ཚོའི་གི་ཕུགས་བསམ་དེ་འགྲུབ་ཐུབ་ཡོད་མ་རེད། དེ་འདྲས་སོང་ཙང་ད་ད་ར་ང་ཚོ་ཕན་ཚུན་འོང་རྒྱུ་འདུག་ཟེར་ནས། དུས་ཚོད་མ་ཟིན་པ་ནས་གྲོངས་པ་དེ་ལ་ང་ལྟ་བུ་འབྲོག་ཅིག་གིས་དངོས་གནས་དྲང་ངེས་ཀྱི་འཐབ་རྩོད་བྱེད་མཁན་གྱི་མི་རིགས་འདིའི་གི་ཁ་ཆེན་ཅིག་བརྒལ་བ་ལྟ་བུའི་གི་སེམས་སྡུག་བྱུང། དངོས་གནས་དྲང་ངེས། ད་དེ་འདྲའི་གི་གནས་སྟངས་དེ་འདྲའི་གི་མི་སྣ་ཅིག་ལ་དཀའ་ངལ་དེ་འདྲའི་བཟོས་ཅན་མཐའ་རེ་མཐའ་མ་དེ་ལ་ཨ་རི་ལ་ད་རྦད་དེ་ཀོ་ཀོ་སུད་སུད་ཅན་འགྲོ་དགོས་བྱུང་བ་རེད། དེ་འདྲས་གསུངས་ཙང་ད་ངས་ད་རེས་ཀྱི་དུས་ཚོད་ང་རང་གི་ད་ལྟ་དྲ་རྒྱ་འདི་བརྒྱུད་ནས་ག་རེ་ཞུ་འདོད་བྱུང་ཟེར་བ་ཡིན་ན། ཧོར་གཙང་འཇིགས་མེད་ཁོ་རང་ད་ལྟ་དེ་རེད་བ་རེད། ཁོ་རང་གི་མ་མཐའ་ས་ནས་ཁོ་རང་ལ་མི་ཤེས་ཅིག་ཡོད་པ་ཡིན་ན་ཁོ་རང་གི་ནོར་འཁྲུལ་དེ་ངོས་ལེན་བྱས། ཁོ་རང་གི་ཡིག་ངག་གང་རུང་གི་ཐོག་ནས་ཕུན་ཚོགས་དབང་ཕྱུག་ལ་ཤར་བ་ཡིན། མ་འོངས་པ་ལ་བོད་མི་རིགས་ནང་ལོགས་ལ་གནས་ཚུལ་འདི་མ་ལྷག་ཡོང་ཡས་ཀྱི་ཆེད་དུ་ཁོ་རང་གི་ལུས་ངག་ཐོག་ཡིག་ངག་གཉིས་ཀྱི་ཐོག་ནས་གསལ་བཤད་ཅིག་བྱེད་ཐུབ་ན་ཡག་པོ་ཞུ་གི་ཡོད་རེད། དེ་དང་གཅིག་གཉིས་པ་དེ་སྐུ་ངོ་དངོས་གྲུབ་ལགས་ཡིན་ན་ད་ཁོ་རང་གི་ཕྱག་ལས་དཔེ་མི་སྲིད་གི་ཡག་པོ་གནང་བ་རེད་བཙན་བྱོལ་སྤྱི་ཚོགས་ལ་ཞབས་ཕྱི་ཡག་པོ་ཞུས་པ་རེད་ད་ཡིན་པ་ཡིན་ནས་ཕིན་ཚོགས་དབང་ཕྱུག་གི་སྒང་ལ་ཁོ་རང་གི་བཏང་སྙོམས་བྱུང་ཡོད་མ་རེད་དེ་ཡིན་དུས་ལ་ཁོ་རང་གི་ངོས་ནས་ཡིག་ངག་ཅིག་གི་གང་རུང་ཐོག་ནས་ཕིན་ཚོགས་དབང་ཕྱུག་ལ། གཅིག་གསལ་བཤད་ཡོང་ངེས་ཅིག་བྱུང་བ་ཡིན་ན་དངོས་གནས་དྲང་ངེས་ཀྱི་ཆབ་སྲིད་བཙོན་ཟུར་ཁྱོན་ཡོངས་ཀྱི་ད་ལྟའི་གི་སེམས་ཁམས་ལ་གནོད་འཚེ་ཕོག་བསྡད་པ་དེ་ལ་མ་མཐའ་ས་ནས་ཕན་ཐོགས་ཅིག་ཡོང་གི་རེད། ད་ནི་ཀུང་ཀུང། འདིར། ད་ལྟ་ཀུང་བཀྲ་ཤིས་ལགས་ནི་ཨ་རི་ལ་ཡོད་རེད་ཁོ་རང་སྟག་པ་ཐད་སྟོང་དང་དྲ་རྒྱ་ལ་ཕེབས་ཀྱི་འདུག་ངས་ཀྱི་འདི་ཁོ་རང་ལ་མ་མཐའ་ས་ནས་འཁྱོལ་གྱི་རེད་ཁྱོད་བཟུང་ན་ཁོ་རང་ངོས་ནས། ད་ཡིག་ངག་གང་རུང་ཐོག་ནས་གསལ་བཤད་ཆུང་ཆུང་ཅིག་བཅས་གནང་བཞག་པ་ཡིན་ན་དངོས་གནས་དྲང་གནས་ཀྱིས་ང་རང་ཚོ་ཕན་ཐོགས་ཞིབ་པོ་ཅིག་ཡོང་གི་རེད་ཁོ་རང་ཚོ་ངོས་ནས་དངོས་གནས་དྲང་གནས་ཀྱིས་དེ་བྱུང་ཡོད་མ་རེད་བཏང་སྙོམས་རྩ་བ་ཉིད་ནས་བྱུང་ཡོད་མ་རེད་ཕུན་ཚོགས་དབང་ཕྱུག་ཙམ་མ་ཟད་པ་མ་ཚད། ཆབ་སྲིད་བཙོན་ཟུར་ཡོངས་སུ་རྫོགས་པར་ཁོ་ཚོས་བཏང་སྙོམས་རྩ་བ་ཉིད་ནས་བྱུང་ཡོད་མ་རེད་དེ་ཡིན་དུས་ལ། ངེས་པར་དུ་གསལ་བཤད་དེ་འདྲའི་ཞིག་བྱུང་ཐུབ་ན་ཧ་ལས་པ་ཡག་པོ་ཡོང་གི་རེད། ཨ་ནི་ད་རེས་ཕན་ངེས་མང་པོ་ཞི་བོ་ཅིག་འདུག་ཨ་ནི་ཐུགས་རྗེ་ཆེ། ང་རང་ཚོ་འབྲུག་པས་ལ་ཕེབས་སོ་ཨ་ནི། ད་ལྟ་མང་པོ་ཞི་བོ་ཅིག་ཕེབས་བཞག་ཚང་མ་ལ་ཐུགས་རྗེ་ཆེ་ཞུ་ཡས་ཡིན། ཨ་ནི་ད་ད་ད་ངས་མུ་མཐུད་ནས་ཞུ་ཡས་དེ། ད་ད་མདོ་སྨད་ཆོལ་ཁའི་གི་མི་དམངས་མང་ཆེ་ཧ་ལས་པས་གི་ད་ལྟ་ང་རང་ཚོ་བཙན་བྱོལ་ཡོད་པ་ཚང་མ་ལ་ང་རང་ངོས་ནས་ལྟ་སྟངས་ཡག་པོ་ཞི་དྲག་ཡོད་ད་ཡིན་པ་ཡིན་ནས་སྐབས་དེ་དུས་ལ་ཕིན་ཚོ་ཨོང་ཆུ་ལ་ཅིག་ལས་ཤོག་བེད་སྤྱོད་བྱས་བྱས་ནི་ཕིན་ཚོ་ཨོང་ཆུ་ལ་རྒོལ་རྡུང་བཏང་པ་དེ་བོད་གི་མི་རིགས་གི་རྩ་དོན་ཆེད་དུ་ཡོད་ཚད་བློས་གཏོང་བྱེད་ཉིན་ཅིག་ལ་རྒོལ་རྡུང་བཏང་པ་རེད། འདིས་ང་རང་ཚོ་མདོ་སྨད་ཀྱི་མི་དམངས་དང་དབུས་གཙང་གི་མ་འོངས་པའི་གཞོན་སྐྱེས་མ་འོངས་པའི་མདོ་སྨད་མི་དམངས་གཞོན་སྐྱེས་མང་པོ་ཅིག་གི་ལ་ཕན་ཐོགས་ཡོང་ངེས་ཀྱི་ཆེད་དུ་སྙེ་མ་རྒྱུན་ལས་སྐབས་ག་དེའི་སྐབས་ཡིན་ན་ཁོ་རང་ཚོ་ད་ལྟའི་གི་རྒྱུན་ལས་བདེན་རྫུན་དེའི་གི་སྐོར་ལ་ཕྱི་དྲན་ཞིག་བྱས་སྙེ་མ་གི་དེ། དེ་ཕྱི་དྲན་ཞིག་བྱས་ནས་ང་རང་ཚོ་འགན་ཅིག་ཁེབས་བྱས་ནས་དེ་ཕྱི་དྲན་ཞིག་བྱས། གསལ་བཤད་ཞིག་བྱས་བཞག་པ་ཡིན་ན། བོད་མི་སེར་གྱི་མ་འོངས་པ་ལ་ང་རང་ཚོ་གི་མི་རབས་གསར་པ་དེ་ཚོ་ཁོ་ཚོ་མཉམ་གནས་ཐུབ་ཡས་དང་ཁོ་ཚོ་ལ་མཐུན་སྒྲིལ་ཡོང་ཡས་ལ་ཕན་ཐོག་དཔེ་མི་སེར་ཆེན་པོ་ཡོད་རེད། ད་ལྟ་དེབ་ནང་ལ་མང་པོ་ཅིག་བཀོད་བཞག་པ་དེ་ཚོའི་ནང་ལོགས་ལ། ང་རང་ཚོ་གི་མི་རབས་གསར་པ་ལ་རྙོག་དྲ་སློང་བཞག་པ་ཅིག་དང་མི་རབས་གསར་པ་ལ་ཕན་ཚུན་ཡིད་ཆེས་མེད་པ་བཟོ་ཡས་ཀྱི་ཚིག་རྐྱང་རྐྱང་མ་གཏོགས་བདེན་རྫུན་ནང་ལོགས་ལ་འབོད་རྩ་དོན་ལ་ཕན་པའི་གི་ཚིག་རྩ་བ་ཉིད་ནས་མི་འདུག་ད་ལྟ་དྲང་བདེན་གྱི་ཕོང་བའི་སློང་མོ་བ་ཡིན་ནས་རེད་ཨ་ནི་དེ་དང་ཆབས་ཅིག་ད་ལྟ་ཧོར་གཙང་འཇིགས་མེད་དང་ཁོང་ཚོས་གཙོ་བོ་བྱས་པའི་གི། མདོ་སྨད་ཀྱི་རྩོམ་པ་པོ་མང་པོ་ཅིག་གིས་རྩོམ་མང་པོ་ཞིབ་ཅིག་བཀྲམ་གྱི་འདུག་ག་དེ་ཚོའི་ཕན་ལས་གནོད་ཆེ་འདུག་ང་རང་ཚོ་ད་ལྟ་མདོ་སྨད་ཀྱི་གྲགས་ཅན་གྱི་མི་སྣ་མང་པོ་ཅིག་དབུས་གཙང་ལ་ཕེབས་དབུས་གཙང་ནས་ཨ་ནི་དབུས་གཙང་མི་མང་གི་གོང་དུ་བཀུར་ཁོང་རྣམ་པས་ཀྱི་ཤེས་ཡོན་གྱི་དབུས་གཙང་མི་མང་སྣ་ཁྲིད་པ་མང་ཐག་ཆོད་བྱུང་ཡོད་རེད་པས་ཆ་བཞག་ན་རྗེ་ཙོང་ཁ་པ་ལ་ཆ་བཞག་ན་བོད་ས་ཁྱོན་ཡོངས་ལ་སྐད་གྲགས་ཆགས་པ་དང་དེ་འདྲས་བྱུང་བ་དེ་དབུས་གཙང་གི་དམ་པ་དབུས་གཙང་ཆོལ་ཁ་ལ་ཕེབས་ནས་དབུས་གཙང་ནས་ཤེས་ཡོན་སྦྱང་ཡས་ཡིན་ནས་རེད་ཨ་ནི་གཅིག་འཇིག་རྟེན་གྱི་རིག་གནས། ཡོངས་སུ་རྫོགས་པ་བྱང་ཡས་བདུད་བཙན་ནས་བྱུང་ནས་ཨ་ནི་ང་རང་ཚོ་གི་ད་ལྟ་མི་མང་ཁྱོན་ཡོངས་བོད་བོད་པ་གཅིག་གྱུར་ཁྱོན་ཡོངས་ཡོང་ཡས་སྐྱབས་མགོན་རིན་པོ་ཆེ་ལྟ་བུ་ཡིན་ན་དབུས་གཙང་རང་ལ་ཤེས་ཡོན་བྱང་དབུས་གཙང་རང་ནས་བྱུང་ནས་ད་ལྟ་འཛམ་བུ་གླིང་གང་འདི་འདྲས་ཅིག་ང་རང་ཚོ་གི་གུས་བཀུར་བྱེད་ས་མ་ཚད་འཛམ་བུ་གླིང་མིས་གུས་བཀུར་བྱེད་ས་ཅིག་འདི་འདྲས་ཅིག་ཆགས་པ་རེད་མདོ་སྨད་ནས་ཕེབས་ངེས་ད་ང་རང་ཚོ་རྩོམ་པ་པོ་ཁ་ཤས་ཅིག་གིས་དབུས་གཙང་གི་མི་བདེ་མི་འདུག་དབུས་གཙང་མི་གི་བྱས་མི་འདུག་དབུས་གཙང་མི་གི་དྲང་བདེན་མི་འདུག་དབུས་གཙང་མི་ལ་མི་ཤེས་མི་འདུག་དབུས་གཙང་མི་བ་ལང་སྤྱོད་དང་གཅིག་པ་རེད་ཟེར་དེ་འདྲས་ཀྱི་ཚིག་དེ་འདྲ་བྲིས་བཞག་པ་ཡིན་ན། མི་རབས་གསར་པ་ལ་ཕན་ཡོད་ལས་གནོད་ཆེ་ཡོང་གི་རེད། དེ་འདྲས་གསུངས་ཙང་རྩོམ་པ་པོ་མང་པོ་ཅིག་གིས་ད་ད་ལྟ་ཧོར་གཙང་འཇིགས་མེད་གཙོ་བོ་བྱས་པའི་ཕིན་ཚོ་དབང་ཕྱུག་དེ་ཚོ་ལ་རྒོལ་རྡུང་བཏང་བཞག་པ་དེ་ཚོ་དངོས་གནས་དྲང་གནས་ཀྱི་མི་རབས་གསར་པའི་གི་སྐྱུག་པ་བེད་དེ།

འགྲིག་གི་མ་རེད་ལ། ད་ལྟ་ཕིན་ཚོགས་དབང་བསྒྱུར་ད་མི་ཡུལ་འདི་ལ་ཞུགས་ཡོད་མ་རེད་དམ་པ་ཁོང་གི་མཛད་རྗེས་ལ་ང་ཚོས་ལ་དྭགས་གི་མ་རེད་དེ་གསུངས་ཙང་ངས་དེ་རིང་དངོས་སུ་དྲ་རྒྱའི་ཁ་ལ་འདུག་སུ་ཐོན་མཇལ་ནས་བཤད་དགོས་ཡོད་ཀྱི་རྒྱུ་མཚན་ད་ག་རང་ཡིན། ད་ངས་ཀྱི་ཚིག་དེ་ཚོ་བང་འགྲིག་པོ་དང་གཅིག་མ་ཆགས་ཀྱི་རྐྱེན་གྱིས། ཨ་ནི། དེ་ཚོ་དེ་བྱུང་ཡོད་རེད། དེ་གསུངས་ཙང། ད་ད་ལྟ། དེའི་ནང་ནས་ངས་ད་ལྟ། སྐུ་ངོ་དངོས་གྲུབ་ལགས་དང། སྐུ་ངོ་ད་ལྟ་ཀོང་པོ་བཀྲ་ཤིས་ལགས་ཁོང་ཚོས། གསལ་བཤད་བྱེད་དགོས་ཀྱི་ཡོད་རེད་ཟེར་གྱི་རྒྱུ་མཚན་དེ། ཕན་ཚུན་འོང་རྒྱུ་སྐབས་དེ་དུས་ལ་ས་མ་ཆག་སྤྱོད་བཞག་པའི་སྐབས་དེ་དུས་ལ་དཀའ་ངལ་ཞི་བོ་གཅིག་གི་སྐབས་དེ་ལ། བདེ་སྲུང་གི་ལྟ་སྟངས་ཡོད་མ་རེད། དབུས་གཙང་གི་མི་དམངས་གཅིག་རེད། ཁོ་དབུས་གཙང་གི་ཁྱབ་ཁོངས་གཅིག་རེད། དབུས་གཙང་གི་ཆོལ་ཁ་ཡོད་ཟེར་གོ་རེད། དེ་ཚོས་གང་ཡང་རྦད་དེ་ངོ་གདོང་གཏོང་གཏོང་བྱས་བསྡད་རེད་བ་རེད་ད། ལས་མ་དག་ཞིབ་པོ་ཅིག་བྱས་བ་རེད་ཁོ་ཚོ་སྤྱིར་བཏང་གི་འདི་ང་ཚོ་ལྷོ་ཁའི་གི་སྐྱིད་སྡུག་ཡོད་ཟེར་ཁོ་རང་ལྷོ་ཁའི་གི་ཁྱབ་ཁོངས་རེད། ལྷག་པར་དུ་ཁོ་མི་ག་འདྲས་ཅིག་རེད་ཟེར་ན། བོད་མི་དམངས་གི་བོད་པའི་གི་རྩ་དོན་ཆེད་ལུགས། བཀའ་སྤྱི་ལྟ་བུ་ལངས་མཁན་གྱི་མི་གཅིག་ལ་དེ་འདྲས་ཀྱི་གནོད་འཚེ་ཕོག་འགྲོ་བའི་སྐབས་ལ། ཆོལ་སྐལ་གྱི་མིང་ཐོག་སྐྱིད་སྡུག་གི་མིང་ཐོག་འགྲིག་འདུག་གི་མིང་ཐོག་ག་སྐད་ཀྱི་གཡོལ་འདེབས་རེད་དེ། ད་ང་ཚོས་ངེས་པར་དུ་དེ་ཚོའི།

འདིས་ང་ཚོ་འཐབ་རྩོད་ལ་གྱོང་གུད་ཕོག་པ་རེད་ལ་བོད་མི་རིགས་ཀྱི་མ་འོངས་པའི་གི་མདུན་ལམ་ལ་གྱོང་གུད་ཆེན་པོ་ཕོག་ཡོད་རེད་ཟེར་ནས་ད་ལྟ་ངས་དོན་དུ་དེ་ལྷག་པར་དུ་གནད་ནས་ཞུ་འདོད་བྱུང་སོང། ཨ་ནི། ཚང་མ་ཀློག་པ་ལ་ཨ་ནི་ཐུགས་རྗེ་ཆེ་དེ་རིང་གཞུང་འཕེན་ངན་མང་པོ་ཞིབ་ཅིང་འདུག་ཨ་ནི་རྣམ་པ་ཚོགས་ཀྱི་དྲི་བ་དེ་འདྲ་ཡོད་ན་མུ་མཐུད་ནས་དེ་མཆན་བཀོད་ཞོར་རོགས་གནང་ཡང་ང་རང་གི་མ་འོངས་པ་ལ་ཡང་བསྐྱར་ཅིག་བུ་ཡོད་ཀྱི་འབད་བརྩོན་བྱེད་ཀྱི་ཡིན། ད་ནི་སྤྱིར་བཏང་གི་ང་རང་སྐད་ཆ་བཤད་ན། ད་དཔེ་མང་པོ་ཞིབ་བོ་ཅིག་རེད་དེ་ཡིན་ནས་ད་ལྟ་སྐད་ཆ་བཤད་ཡས་ལ། སེམས་ནང་ལ་ད་ལྟའི་གི་ཆ་ལ་ང་རང་ལ་རྒྱབ་རྟེན་མེད་པ་ལྟ་བུའི་གི་སེམས་ནང་ལ་དཀའ་ངལ་རྒྱུན་རིང་པོ་ཅིག་བཟུང་བསྡད་དེ་ཡོད། ད་ད་ལྟ། ཕུན་ཚོགས་དབང་ཕྱུག་ལགས་ཀྱིས་ད་ང་ཚོ་ལ་ག་རེ་བྱ་ཞོག་རེད་ཟེར་ད་ང་ཚོས་དེ་ཅིག་བརྟག་དཔྱད་བྱས་ཡོག་རེད་ག་རེ་བྱ་ཞོག་རེད་ཟེར་ན་ཕུན་ཚོགས་དབང་ཕྱུག་གིས་དམག་ས་འདུས་དམག་ལ་འཐབ་རྩོད་བྱས་ནས་ཉམས་མྱོང་ཕྱོགས་བསྡུས་ཀྱིས་ང་ཚོ་ལ་ལོ་རྒྱུས་དངོས་བྱུང་ལོ་རྒྱུས་ཅིག་བདེན་དཔང་འཕེལ་བར་བྱ་བྱ་རྒྱུ་ཅིག་ག་རེ་ཡོག་རེད་ཟེར་བ་ཡིན་ན། ཁོང་གིས་བརྩམས་ཆ་བེད་ཀྱི་བརྩམས་དེབ་གསུམ་ཡོད་རེད། དེབ་གསུམ། གཅིག་གི་མིག་ཆུ་དང་རང་དབང་བྱེད་གཅིག་འཁྲུལ་སྣང་གི་མི་ཚེ་ཟེར་གཅིག་ཡོད་རེད་གཅིག་སྐྱུག་བྲོ་བས་ཀྱི་འཇིག་རྟེན་ཟེར། ད་སྐྱུག་བྲོ་བས་ཀྱི་འཇིག་རྟེན་ཟེར་འདིའི་ནང་ད་ཕུན་ཚོགས་དབང་ཕྱུག་ལགས་ཀྱིས་འདི་བྱུང་བ་ཁོ་རང་ལ་གནས་སྟངས་མང་པོ་ཅིག་དཀའ་ངལ་མང་པོ་ཅིག་བྱུང་བ་འདི་ལ་ཕྱོགས་སྡོམ་རྒྱོ་བཞག་ཡོད་རེད། བྱས་ཙང་ཕུན་ཚོགས་དབང་ཕྱུག་ལགས་ཀྱིས། མཚམས་བཞག་པའི་ངེས། ད་ལྟ་དེབ་དེ་ཚོ་ང་ཚོས་སྤྱིར་བཏང་གི་མི་གཅིག་རྒྱུན་ལྡན་གྱི་མི་གཅིག་གི་ག་རྒྱུ་ཟུང་འབྲེལ་གྱི་སྙིང་གཏམ་ཙམ་བཞག་པ་དེ་འདྲའི་གང་ཡང་མ་རེད་ད། དེ་འདྲས་ཡང་ད་ལྟ་ང་རང་ཚོ་འཇིག་རྟེན་འགའ་ལ་ཆོས་པ་དེ་ཚོས་ཅིག་ཆོས་ཀྱི་ཐོག་ལ་འགྲིག་མི་འགྲིག་ངར་སྐད་ཁེངས་དྲེགས་ཀྱི་དགག་སྒྲུབ་བྱས་བཞག་པ་དེ་འདྲས་གང་ཡང་ཡོད་མ་རེད། དྲན་ཚུལ་ནང་ལ་ག་རེ་ཡོད་རེད་ཟེར་ན་ཁོ་རང་གིས་དམག་ས་མདུན་མ་ལ་དམག་འཐབ་འཛིང་བྱས་ནས་མི་ཚེ་སྤེལ་ཏེ་ཕུལ་དུ་བྱུང་བའི་གི་མི་ཟིལ་གྱི་ལོ་རྒྱུས་དངོས་བྱུང་དྲན་པར་ཕེར་བའི་གི་བྱོལ་ཚིག་རྐྱང་རྐྱང་དེའི་ནང་ལ་ཚིག་གི་ཕྱུག་པོ་རྐྱང་རྐྱང་ཡོད་རེད་མ་གཏོགས་ཡང། སྤྱི་བཏང་གིས་ང་ཚོ་ད་དེབ་རྩོམ་ངན་མང་དག་ཅིག་ཅིག་གསུངས་ཙང་མ་འོངས་པ་ལ་ཀློག་པ་པོ་རྣམ་པས་ཡང་ཅིག་དེབ་དེ་ཚོ་ད་རྦད་དེ་ཡོད་ཡོད་རེད་བསམ་པའི་གིས་བསམ་བློ་བྱས་ནས་དེ་འདྲའི་ལྷོད་གཡང་དུ་ཤོར་བ་ཡིན་ན་དངོས་གནས་ཀྱི་ཕངས་པོ་རེད། ལྷག་པར་དུ་འཐབ་རྩོད་བྱེད་མཁན་ང་རང་ཚོ་གི་མི་རིགས་ང་རང་ཚོ་གི་མི་ཐོག་གསར་པ་དེ་ཚོས་ངེས་པར་དུ་ལྟ་དགོས་པའི་གི་དེབ་ཅིག་ཆགས་བསྡད་ཡོད་རེད། དེ་ཚོའི་ནང་ལོགས་ལ་འཐབ་རྩོད་བྱེད་སྟངས་ཀྱི་བློ་སྐྱེད་ཡོད་རེད་ལ། ང་རང་ཚོ་གི་མི་བུ་དེ་ཚོའི་གི་སྙིང་སྟོབས། བློ་སྟོབས་དེ་ཚོ་ཚང་མ་དེ་གི་ནང་ལ་འཁོད་བསྡད་ཡོད་རེད། མི་བུ་དེ་ཚོས་བྱས་རྗེས་ག་འདྲས་ཅིག་བཞག་ཡོད་མིན་ང་རང་ཚོ་ལ་དངོས་གནས་དྲང་གནས་གི་ང་རང་ཚོ་གི་ནང་གི་མི་དེ་ཚོས་བལྟ་ན་བློ་སྟོབས་འཕེལ་ཡས་ཅིག་དང་དྲ་བས་བལྟ་ན་མིག་ཆུ་ཤོར་ཡས་ཞེད་སྣང་སྐྱེ་དགོས་ཡོད་དེ་འདྲས་གི་མི་རིགས་དེ་གི་གི་བློ་སྟོབས་དེ་དེ་ནང་འཁོད་བསྡད་ཡོད་རེད། འདི་འདྲའི་གསུང་ཙང་མ་འོངས་པ་ལ། ང་རང་ཚོ་གྲོགས་པོ་ལྷན་རྒྱས་མང་པོས་ཨ་ནི་དེབ་འདི་ཟིན་ཡས་ལ་དེབ་འདི་ག་གི་མིང་དག་རང་རེད། སྐྱུག་བྲོ་བས་ཀྱི་འཇིག་རྟེན་ཨ་ནི་འཁྲུལ་སྣང་གི་མི་ཚེ། ཨ་ནི་ད་ལྟ། མིག་ཆུ་དང་རང་དབང་ཟེར་ཏེ། ཐོག་མར་དེབ་འདི་ག་གི་ཕིན་ཚོགས་མཇུག་ལ་ཁོ་རང་གི་དང་པོ་དེ་ལ་གྲེབ་བྱེད་ཀྱི་ཡོ་ལངས་དེ་རེད། ད་དེ་ཚོ་དངོས་གནས་དྲང་གནས་ཀྱི་ད་ལྟ་ང་དེབ་དེ་ཚོའི་ནང་འཁོད་པའི་ཀྱི་ད་ལྟ་ང་ཙ་ལ་ཡོད་པ་གྲོགས་པོ་དེ་འདྲས་ཡོད། ཁོ་ཚོས་བཤད་བཤད་དུས་ལ་ཕི་ཚོ་འོང་བཅུག་ཟེར་བདེ་སྐྱིད་སྙིང་སྟོབས་བདེ་སྐྱིད་ག་རེ་བྱས་མིན་ཅིག་བཤད་ཡོང་དུས་ལ་དངོས་གནས་དྲང་གནས་ཀྱི་ང་ཚོ་སེམས་ནང་ལ་ཟེར་རྒྱག་འདུག་དངོས་གནས་དྲང་གནས་ཀྱི་ཁོ་རང་མྱངས་པའི་ཀྱི་དུག་ཆུང་དེ་ཚོ། ཧ་ལས་པ་དེ་འདྲས་ཀྱི་དཀའ་ངལ་དེ་འདྲས་ཀྱི་ཐོག་ནས་བྱུང་ནས་ཁོ་རང་འདི་གས་འཐབ་རྩོད་བྱས་ནས་དགྲ་བོའི་གི་ལག་ནས་ཤོར་ནས་གཉེན་གྱི་པང་དུ་འཛུལ་བར་དེ་གཉེན་གྱི་པང་དུ་དཀའ་ངལ་དག་རང་འཕྲད་ནས་མཐའ་མ་དེ་ལ་ང་ཚོའི་གི་ཆབ་སྲིད་བཙོན་ཟུར་ཁོ་རང་གི་ལང་ཚོ་ཡོངས་སུ་རྫོགས་པ་བོད་ཀྱི་སྤྱི་པའི་རྩ་དོན་ཆེད་དུ་ལྟ་ངན་གྱི་གང་ཟག་དེ་མཐའ་མ་མི་ཚེ་གི་ཚེ་མཇུག་འདི་རྦད་དེ། ང་རང་ཚོ་མོ་སྲུང་ནས་འདུག་ལས་རང་བྱས་ཅན་ཁོ་རང་འཚོ་བ་སྐྱེལ་ཅན་འདུག་ཟེར་ནས་གྲོངས་ཤག་ད་ཨ་རི་ནས་ལོ་ཚད་མ་ཟིན་གོང་ནས་གྲོངས་དགོས་ཀྱི་རྒྱུ་རྐྱེན་དེ་ཚོ་ད་དེ་ཚོ་མང་པོ་ཅིག་འདྲེས་བསྡད་ཡོད་རེད་བསམ་གྱི་འདུག་ངའི་བསམ་ཚུལ། འོ་དེ་འདྲས་ཅིག། ངར་མཚོ། ཨ་ནི་འདི་ཞུ་འདོད་བྱུང་སོང། ཨ་ནི་ཐུགས་རྗེ་ཆེ། ད་ངས་མང་པོ་ཞིབ་ཅིག་བཤད་བཞག་ཡིན་ནས། གཅིག་ཐང་གས་བཤད་ན་ད་ཅིག་ལོ་རྒྱུས་རེ་རེ་བཅས་བཤད་ན་ད་བཤད་ཚ་ཡས་མེད་པ་དེ་འདྲས་རེད་ད་ཁོང་གི་ལོ་རྒྱུས་དེ་ཚོ། ཨ་ལས་ད་ངས་དོ་འདུག་ཚིག་གཅིག་བྱེད་རོགས་གཅིག་འདུག། དེ་འདྲས་ཀྱི། བཙན་བྱོལ་སྤྱི་ཚོགས་འདི་གི་ལྐོག་གཡུ་དེ་འདྲས་ཅིག་བཤམས་ཐུབ་ཀྱི་ཡོད་པ་དེ། བདེན་དཔང་འདི་ག་རེ་བྱུང་རེད་ཟེར་ན། དམག་ས་འདུས་མ་ལ་ཕུན་ཚོགས་དབང་ཕྱུག་དང་ད་ལྟ་གྲགས་ཆེན་གྱི་བཙོན་པ། རྟ་ནག་འཇིགས་མེད་བཟང་པོ་གཉིས། ཁོ་གཉིས་ད་རྦད་དེ་ཁོ་རང་པས་དམག་ས་འདུས་མའི་ནང་ལོགས་ལ་ད་རྦད་དེ་མི་གཅིག་ཡིན་ལབ་ནས་ལབ་ཆོག་པ་ངོ་བོ་གཅིག་ཏུ་རྦད་དེ་ཁོ་གཉིས་དེ་འདྲས་ཀྱི་ཡིད་ཆེས་ཕན་ཚུན། རྦད་དེ་བརྩོན་པ་གཞན་ལ་མ་ཤེས་པའི་གི་སྙིང་གཏམ་མང་པོ་ཁོ་རང་གི་ཅག་ཤེས་རིག་ཅན་དེ་གི་མི་དེས་མཐའ་མ་དེ་ལ་སྤྱི་ཚོགས་རྡ་རམ་ས་གི་སྤྱི་ཚོགས་གི་དཀྲུགས་ཤིང་རྒྱོབ་དང་མ་རྒྱོབ་ཀྱང་ཁོ་གཉིས་ཁོ་རང་འགལ་བ་བཟོས་པ་རེད་ད་ད་རྦད་ཁོ་གཉིས་གི་འགལ་བ་དེ་ཧ་ལས་པ་གདུག་རྩུབ་ཆེན་པོ་ཞི་བོ་ཅིག་མཐོང་གི་ཡོད་ངེས་གདུག་རྩུབ་དེ་འདྲའི་ཆེན་པོ་ཅིག་བཙན་བྱོལ་ནང་ལ་ང་ཚོའི་གི་བཙན་བྱོལ་ནང་ལ་སྐྱབས་མགོན་རིན་པོ་ཆེ་གི། བསླབ་བྱ་ཐོབ་མཁན་གྱི་གག་ཚགས་དེ་གས་ཀྱི་བཟོས་པ་རེད་ད་ལྟ། དངོས་གནས་དྲང་གནས་ཀྱི་བློ་ཕམ་དགོས་ཡ་དེ་འདྲས་ཀྱི་དཀའ་ངལ་བཟོས་ནས་ཕན་ཚུན་དབང་ཕྱུག་ལ་འབད་དེ་འབྲེལ་བ་བྱེད་ས་ཁུར་ཧ་ལམ་མི་མང་པོ་ཞེད་སྣང་སྐྱེ་དགོས་ཡ་དེ་འདྲས་བཟོས་ནས་ད། དེ་དངོས་གནས་དྲང་གནས་ཀྱི་ང་ཚོ་ད་བོད་ནང་ནས་ཡོང་མཁན་མང་པོ་ཅིག་གི། ཁྱེད་ཀྱི་སེམས་ཁམས་ནང་ལ་སྐྱབས་མགོན་རིན་པོ་ཆེ་སི་ཏི་བེད། སེམས་ནང་ལ་རྦད་དེ་ཕི་གས་དྭངས་གཙང་ལྷད་མེད་ཅིག་ལ་བཞག་གི་ཡོད་རེད་མ་གཏོགས་སོ་སོའི་གི་སྐད་ཆ་ཚིག་རེ་གཉིས་གི་ཁེ་བཟང་གི་ཆེད་དུ་བེད་སྤྱོད་སི་སྟངས་སི་ཁུ་རུ་མ་རེད། ཐ་ན་སོ་སོའི་གི་སྲོག་ཤོར་གི་ཡོད་ནས་སྐྱབས་མགོན་རིན་པོ་ཆེ་གི་མཚན་གང་བྱུང་མ་བྱུང་བེད་སྤྱོད་གཏང་གི་ཁུ་རུ་མ་རེད། དེ་འདྲའི་གི་གང་ཟག་ཅིག་གི་ག་ལེ་ཡོང་དུས་ལ་དངོས་གནས་དྲང་གནས་ཀྱི་སེམས་ཁམས་ལ་ག་ཚད་ཚད་ཅིག་ཚོར་བ་ཡོང་ས་རེད་དེ་ང་རང་ཚོ་ཚང་མས་ཤེས་དགོས་དེ་དཔེ་གལ་ཆེན་པོ་ཅིག་ཆགས་དེ་གི་བ་རེད། ཨ་ནི་ཐུགས་རྗེ་ཆེ། ཨ་ནི་དེ་རིང་ངས་གནས་ཚུལ་འདི་འདྲས་ཅིག་ག་ལ་ཞུ་དོགས་ཞོག་གི་ཡིན་ཨ་དེ་རིང་ཕན་ངན་མང་པོ་བྱུང་ཤག་རྣམ་པ་ཚོ་ཚང་མ་ལ་ཐུགས་རྗེ་ཆེ་ཞུ་ཡས་ཡིན།